ད་ང་ཚོ་ད་ལྟ་ཉམས་པ་སླར་གསོའི་གི་ཚོགས་པའི་ངོས་ནས་རྩ་བའི་གི་ཉམས་པ་སླར་གསོའི་གི་ཡན་ལག་དེ་ད་ས་གནས་མང་པོ་ཅིག་ལ་ཡོད་བསྡད་པ་ཆེ་ད་ལྟ་ད་ལྟ་ཚོགས་པ་གསར་ཤོས་དེ་ས་གནས་ག་བ་ལ་བཙུགས་ཐུབ་པ་བྱུང་ཡོད་རེད་ཞུས་པ་ཡིན་ན་ཨ་མི་རི་ཀ་གི་ད་ཅིག་གི Boston ཡོད་རེད་བ། Boston ནང་ལ་ད་ང་ཚོ་ཉམས་པ་སླར་གསོའི་གི་ས་གནས་ཡན་ལག་ཅིག་ཕ་གས་བཙུགས་ཐུབ་པ་དེ་ནི་བྱུང་ཡོད་རེད་ཨ་ནས་དེ་ཡི་གི་ད Boston ཉམས་པ་སླར་གསོའི་གི་ལས་འགུལ་གཙོ་བོ་འགན་འཁྱེར་མཁན་དེ་ཡིན་པ་ཡིན་ན་མི་རྒན་པ་རེད་ཆགས་གི་འདུག་རེད་བ། མི་རྒན་པ་དག་ནམ་རྒྱུན་གཏན་ནས་སྤྱི་ཚོགས་ནང་ལ་ཡ་སྤྱི་ཚོགས་ཀྱི་ཆབ་སྲིད་དོ་སྣང་བྱེད་བསྡད་མཁན་དག་ནི་ཅི་ག་ལ་གང་ཚོ་མགོ་བོ་ཚུད་བསྡད་མཁན་མི་ཡག་པོ་དེ་འདྲ་ཁ་ཤས་ཤིག་ཁོ་ན་ཚོ་གི་འགན་འཁྱེར་རྗེས་ང་ཚོ་ཉམས་པ་ལ་ཚོ་ལ་ཚུར་འབྲེལ་བ་བྱས་རྗེས་འདུག་ཚོགས་པ་ཚུར་དོ་བྱུང་རེད་ད་ཁོ་ཚོའི་ངོ་ནས་ཡ་ད་ལས་འགུལ་ཐེངས་མ་དང་པོ་དེ་སང་ཉིན་གཟའ་ཉི་མ་རེད་བ་ཕྱི་ཚེས་ཉི་ཤུ་རྩ་དྲུག་ཉིན་མོ་དེ་ལ་ཨ་ནི་ཨ་མི་རི་ཀའི་གི་ད་ཅིག་གི Boston ལུང Boston ནང་ལོགས་ལ་ཡ།

བོ་སི་ཀྲོན་ལ་དུ་སའི་ལས་འགུལ་སྤེལ་དགོས་པ་རེད་ཅེས་ཞུ་ཡས་ཡིན་ཞུ་བོའི་ལས་འགུལ་ཅིག་སྤེལ་དགོས་པ་རེད་འདིའི་ལས་འགུལ་སྤེལ་ས་ས་ཆ་འདི་མེག་ཏོ་ནལ་པག་རེད་ཤག་མེག་ཏོ་ནལ་པག་མེད་ཕོར་ལས་ཞེས་འདུག་ར་ས་ཆ་ཞིག་ད་ལྟ་ང་དང་རྒྱུས་མེད་ན་དེ་འདྲས་ཡིན་དུས་དེ་རིང་ངས་ཐད་གཏོང་དེའི་རྒྱུན་ནས་ད་ཅིག་བོ་སི་ཀྲོན་ན་བཞུགས་མཁན་གྱི་བོད་རིགས་སྤུན་ཟླ་སུ་ཡོད་པ་ཡིན་ན་ད་བོད་རིགས་སྤུན་ཟླ་ད་མང་པོ་ཡོད་རེད་ཡིན་པ་ཡིན་ན་དེའི་ནང་གཙོ་བོ་གཙོ་བོ་ད་ཅིག་ང་ཚོའི་ཁྲིམས་ཞིབ་ཁང་ནང་ལ་ཁྲིམས་ཞིབ་པ་རྫུན་མ་གསུམ་གྱིས་དབང་བསྒྱུར་བྱས་ཞེས་ད་ང་ཚོ་བཙན་བྱོལ་སྤྱི་ཚོགས་ནང་གི་ལས་དོན་མང་པོ་ཅིག་ལ་འགག་འདི་ཡོད་བ་སོང་ཙང་དེའི་འགག་རྒྱུ་འདི

དེ་ཞུས་པ་ཡིན་ན་དེང་སང་ཅེས་ངག་ཐོག་ནས་ཞུས་པ་དང་སྙིང་གི་ཐོག་ནས་ཞུས་པ་ཡིན་ན་མང་བརྒྱ་ཆ་མང་ཅིག་གིས་བལྟ་གི་ཡོད་པ་དང་གཟིགས་ཐུབ་ཀྱི་ཡོད་པ་དང་གསན་ཐུབ་ཀྱི་ཡོད་པ་དང་སྙོབ་བྱས་ཡོད་པ་སོང་ཙང་ངས་རྣམ་པ་ཚོ་ལ་དེ་གསལ་བསྒྲགས་དེ་ཕུལ་ཁ་བཅར་ཡོད་ནི་ད་གལ་ཆེ་ཤོས་དེ་ད་ང་ཚོ་ཉན་པ་སླར་གསོའི་ཚོགས་པ་གི་ས་གནས་མང་པོ་ཅིག་ལ་ཡ་ཡ་ལག་ཚོགས་པ་དེ་བཙུགས་ཀྱི་ཡོད་རེད་བཙུགས་དགོས་མ་ད་དེ་འདྲ་ཡ་ལག་ཚོགས་པ་བཙུགས་སྐྱོར་དེ་ཚོ་ཡིན་ན་ང་ཚོའི་གི་ཡ་མི་དེ་ཚོ་ལ་ཐུགས་རྗེ་འབོད་སྐུལ་ཞུས་ཞེས་དེ་འདྲ་ཁྱེད་མ་རེད་ས་གནས་མང་པོ་ཅིག་ལ་ཡ་བོད་རིགས་སྤུན་ཟླ་ཚོས་གི་དང་དུ་བླངས་བྱས་དོན་འདྲ

གཙོ་བོ་གཙོ་བོ་བོད་སྟོན་གྱི་མི་དམངས་ཚོའི་ངོས་ནས་སྤེལ་གྱི་ཡོད་སོང་ཙང་དེ་ལ་ནི་ཅིག་བོད་སྟོན་གྱི་ལས་འགུལ་ལ་ཡང་དངོས་སུ་མཉམ་ཞུགས་བྱེད་མ་ཐུབ་པ་ཡིན་ན་ཡང་བོད་སྟོན་ལ་ཞུགས་མཁན་བོད་རིགས་སྤུན་ཟླ་ཁ་ཆེ་ཕག་ཚོའི་ལས་ཀ་ཡོད་དུས་ད་སོ་སོའི་ལས་ཀ་དེ་གལ་ཆེན་པོ་རེད་དེ་འདྲ་ཡིན་དུས་ཡང་ཅིག་ཀོ་རོ་ནག་གི་ནད་ཡམས་སྐབས་སུ་མང་པོ་ཅིག་ལས་ཀ་ཤོར་འགྲོ་གི་ཡོད་དུས་ལས་ཀ་གཅིག་གཉིས་གསུམ་བཞི་མེད་དུ་མེད་སྐྱོ་དུས་ཨ་ནི་ཡང་མ་མ་འགྲོ་བ་ཡིན་ན་དཀའ་ངལ་འཕྲད་ཀྱི་ཡོད་དུས་དེ་འདྲ་ཡིན་པ་ཡིན་ན་སོ་སོའི་ངོས་ནས་ཡང་ཅིག་དངུལ་གྱི་ཞལ་འདེབས་ཕུལ་བ་ཡིན་ན་འགྲིག་གོ་ཡང་ཅིག་ལས་འགུལ་སྤེལ་མཁན་ཚོ་ལ་ཞལ་ལག་གི་ཞལ་འདེབས་ཕུལ་ན་འགྲིག་གོ།

ང་ཚོ་ཕྱོགས་ཞེ་མཚམས་བརྒྱད་ནས་རྡ་རམ་ས་ལ་ལ་ང་ཚོའི་ལྟ་དེ་ཡོད་སེ་ཞེས་པ་ནི་གཅིག་ཕྱོགས་ཞེ་མཚམས་བརྒྱད་ནས་རྡ་རམ་ས་ལའི་གཞུང་དེ་ང་ཚོའི་གཞུང་ལ་ངོ་འཛིན་བྱེད་ཀྱི་ཡོད་སེ་གཅིག་དང། ཕྱི་ལོ་བ་མི་གིས་གཅིག་རྒྱ་མི་རྒྱ་གུང་ཁྲན་ལ་སོགས་པ་ཁོ་ཚོའི་ཡིན་པ་ཡིན་ན་དངོས་གནས་གཅིག་རྡ་རམ་ས་ལའི་གཞུང་དེ་ཡིན་ཏེ། བོད་པ་ཡོངས་རྫོགས་ཀྱིས་དེ་ལ་དོ་སྣང་བྱེད་ཀྱི་འདུག་ད་དེ་གཅིག་ས་མའི་ཡུལ་ལྟ་མེད་སེ་ཞེས་ལ་བརྡ་ལན་འདི་འགྲོ་དགོས་ཏེ་ཞུ་ཅི་ཡི་གལ་ཆེན་པོ་རེད། དེའི་སོང་ཙང་ང་ཚོ་ས་གནས་འདྲ་མི་འདྲ་ལ་ཚོགས་པ་གཙོས་ཏེ་ས་གནས་འདྲ་མི་འདྲ་ནས་ལས་འགུལ་སྤེལ་ཏེ་གནད་འགག་དེ་ག་བ་ཐུག་སྐོར་ཞུས་པ་ཡིན་ན་རྡ་རམ་ས་ལ་ལ་ཡོད་པའི་སྒྲིག་འཛུགས་དེ་ཚགས་ཚུད་བོ་ཅིག་མ་བྱུང་པ་ཡིན་ན་དེ་ཡི་གྱོང་གུན་དང་དེ་ཡི་ཨ་ནི་ཅིག་ཕམ་ཁ་དང་དེ་ཡི་དེ་ལ་བློ་ཕམ་དེ་ས་གནས་ཚང་མ་ལ་ཡོད་པ་ཅིག་དང་དེ་ལ་ཡག་པོ་བྱུང་པ་ཡིན་ན་དེ་ཡི་དགའ་དགའ་སྤྲོ་སྤྲོ་གི་ལ་ལོངས་མཉམ་མཉམ་ཞུགས་བྱེད་མཁན་དེ་ཡིན་པ་ནི་ས་གནས་ཚང་མ་ལ་ཡོད་པ་དེ་བརྡ་ལན་དེ་ང་ཚོ་འཛམ་བུ་གླིང་ལ་ཡིན་ན་སྤྲད་དགོས་དགོས་རེད་ལ་རྡ་རམ་ས་ལ་ལ་བསྡད་མཁན་ཚོས་ཡིན་ན་བརྡ་ལན་དེ་གོ་དགོས་ཀྱི་ཡོད་སོང་ཙང།

མཚན་རྟགས་བསྡུ་རུབ་ཀྱི་ལས་འགུལ་དང་རྣམ་པ་ཚོ་སུ་ཡིན་པ་ཡིན་ན་ཕལ་ཆེར་ཕལ་ཆེར་རྒྱབ་སྐྱོར་བྱེད་ཐུབ་གོ་འདི་ལ་ཞེད་དགོས་དང་འཚེར་དགོས་དཔའ་བོ་ལ་ཞེད་དགོས་ཨ་མ་ལ་ཞེད་དགོས་ཨ་ཞང་ཨ་ཁུ་ཨ་ནེ་དང་སུ་གང་ལ་ཞེད་དགོས་ཡོད་མི་འདུག་ཉམས་པ་སླར་གསོ་གྱི་མཚན་རྟགས་བསྡུ་རུབ་ལས་འགུལ་དེ་ལ་རྣམ་པ་ཚོས་དོན་དམ་པོ་དང་རྒྱབ་སྐྱོར་གནང་སོང་ན་མུ་མཐུད་ནས་རྒྱབ་སྐྱོར་གནང་རོགས་གནང་ཅེས་ཞུ་གི་ཡོད་མཚན་རྟགས་བསྡུ་རུབ་ཀྱི་ལས་འགུལ་དེ་ཡིན་ན་སྤྱི་ཚོགས་ནང་ལ་ཆབ་སྲིད་ནང་ལ་ལས་འགུལ་གལ་ཆེན་པོ་ཅིག་ཆགས་ཀྱི་ཡོད་པ་རེད་དེ་ཞུ་ཡོད་ཅིག་ད་ལྟ་དེ་ནས་ངས་གསལ་བསྒྲགས་གཅིག་དེ་ག་རེ་བྱེད་དགོས་ག་རེ་བྱེད་ཞུ་བ་ངས་ངོ་དེབ་གང་ལ་ད་ལྟ་ལྷག་བརྒྱད་རེ། ང་རང་གཟི་འོད་ཚང་དམ་པ་ཆོས་ཀྱི་ཆོས་རྒྱལ་སྤྱི་བསྡུས་ལྷ་རྒྱལ་རི་རྣམ་རྒྱལ་གྲོ་ག་ལགས་ལ་ཡང་བར་སྐབས་ཤིག་ནས་ཟླ་གཅིག་རྗེས། ང་རང་ཚོ་བོད་རྒྱལ་ཁབ་དང་མི་རིགས་ལ་ཞེན་ཁོག་མེད་མཁན་དང་ཆོས་སྐད་ཀྱི་བོད་རྒྱལ་ཁབ་དང་མི་རིགས་ལས་ཆོས་ཁས་ཞེན་ཁོག་གས་ཆོ་གས་ཞེན་ཁོག་གས་ཆ་བརྩི་མཁན་དང། རྒྱལ་ཁབ་དང་མི་རིགས་ལས་ཆོ་ག་གས་ཆ་བརྩི་མཁན་རིགས་གཅིག་གིས་ལྷ་རྒྱལ་རི་རྣམ་རྒྱལ་གྲོ་ག་ལ་དང་པོ་ཞེ་བོ་བྱས་རྗེས་ད་གང་ལྟར། ཐོག་མར་སྲིད་སྤྱི་ཉིད་རྩ་ཆེའི་འོས་བསྡུ་སྐབས་སུ་མོ་རང་ལ་ཅིག་སྤྱི་འཐུས་ཀྱི་འོས་ཤོག་མ་ཐོབ་པའི་དོན་དག་ལ་ལས་འགུལ་མང་པོ་ཞིག་སྤེལ་ཡོད་རེད་དངོས་སུ་སྤེལ་ཡོད་རེད་བརྒྱུད་ནས་སྤེལ་ཡོད་ད་ངས་བརྒྱུད་ནས་སྤེལ་ཟེར་ན་ག་རེ་སུས་ཟེར་རྒྱུ་རེད་ཞུས་པ་ཡིན་ན་ཅིག་མི་ངོམ་པའི་ཚུལ་དུ་ཡང་འབད་པའི་ཚུལ་དུ་ཅིག་ཁང་པ་གཅིག་ནས་ཁང་པ་གཅིག་ལ་འགྲོ་བ་ཆེ་ཁུ་སིམ་སིམ་ལ་ལྷ་རྒྱལ་རི་རྣམ་རྒྱལ་སྒྲོལ་དཀར་ལ་ཅིག་ཀླུ་མཁར་བྱམས་ཀྱི་ལས་རོགས་རེད་ལ་ཡ་ལ་སོགས་པ་དང་ཅིག་དབུས་གཙང་ལ་ཞེན་ཁོག་མི་འདུག་ཟེར་ལ་སོགས་པ་ད་གང་ལྟར་སྐད་ཆ་འདྲ་མི་འདྲ་བཤད་བྱས།

མོ་རང་གི་ལྷག་བསམ་ལ་སྙིང་དོར་བ་རྒྱ་ཞན་རེད་ད་མོ་རང་དགུང་ལོ་ཆུང་ཆུང་ཞེ་བོ་གཅིག་རེད་དཔེ་ཆའི་སྤྱི་འཐུས་གྲོས་ཚོགས་ནང་ལ་དགུང་ལོ་ཆུང་ཤོས་འགྲོ་ཆེན་ཕལ་ཆེར་མོ་རང་རེད་ཟེར་ན་མ་འགྲིག་པ་ཟེར་མཁན་ཡོད་མ་རེད་དེ་འདྲའི་གཅིག་གི་ནང་ལའང་གཅིག་ག་དུས་ཡིན་པ་ཡིན་ན་གཅིག་ཁ་ཕག་བླུག་ནས་འཐབ་རྩོད་བྱེད་དེ་ག་ཡིན་ན་མོ་རང་གི་སློབ་སྦྱོང་ཡིན་པ་ནི་ཧ་ལས་པ་ཡོད་རེད་དགུ་བཅུ་གསུམ་གྱི་ཚོགས་གཞོན་གནང་ཡོད་རེད་བུད་མེད་ཚོགས་པའི་ནང་ལ་ལས་ཀ་བྱེད་ཡོད་རེད་ཨཱ་ནི་ད་ནམ་རྒྱུན་སྐད་འབོད་འདུག་བ་ག་བ་ཡིན་ནའི་ལྷ་རྒྱལ་རི་རང་གི་འགྲོ་ཨང་གི་དང་པོ་ལས་སྤྱི་འཐུས་རྐུབ་བཀྱག་ག་ལ་ཡོད་མི་ལ་མ་ལྟོས་པར་དུས་རྟག་ཏུ་ལྷ་རྒྱལ་རི་རང་གི་འགྲོ་ག་ལ

དབྱིན་ཇིའི་སྐད་བྱང་ཆུབ་པ་བོད་སྐད་བྱང་ཆུབ་པ་སོ་སོའི་རྒྱལ་ཁབ་དང་མི་རིགས་ལ་ཤ་ཞེན་ཡོད་བ་བོད་ཀྱི་རིག་གཞུང་ལ་ཞེན་པ་ཡོད་བ་དེ་འདྲའི་སྐད་བཏགས། མི་གཅིག་དབུས་གཙང་གི་སྤྱི་འཐུས་ནང་སླེབས་བ་དེ་ང་རང་ཚོ་དབུས་གཙང་རྒྱལ་གཅེས་མང་ཚོགས་ཀྱི་གཟིགས་ཕྱེ་རེད་ལ་སྤོ་བ་རེད་ད་ཡིན་ནའི་དེ་ལ་ད་ཅིག་རིག་ཅིག་གིས་ཞེའུ་ཅིག་སྡང་ཟུག་བྱས་བྱས་ནག་པོ་བཟོས་ཐག་བྱས་བྱས་དེང་སང་ངས་ཁ་ཟས་ངས་བཅའ། མཚན་རྟགས་བསྡུ་རུབ་ཀྱི་ལས་འགུལ་དེ་འདྲ་བྱས་རྗེས་མོ་རང་དབུས་གཙང་གི་སྤྱི་འཐུས་ནས་མར་སྤེལ་དགོས་ཡོད་ཟེར་ནས་འོས་བསྡུ་རྒྱུ་མཚན་ལ་ཡི་གེ་དེ་འདྲ་བཏང་གནས་ཚུལ་དེ་འདྲ་བྱུང་ཡོད་རེད་ད་དེ་ཚོ་སྤྱི་བཏང་གིས་འོས་བསྡུ་རྒྱུ་མཚན་ལ་མར་སྤེལ་ཐོབ་ཐང་ཡོད་མ་ཐོབ་ཚར་བ་དང་ཐོབ་ཚར་བར་འོས་བསྡུ་རྒྱུ་མཚན་ལ་ཇི་ལྟོ་གར་ཡོད་མ་རེད་ད་ཡིན་ན་དེ་ཚོ་ལམ་དང་ལུགས་སྲོལ་ངན་པ་ཅིག་ཏུ་བཟོས་ཡོང་གི་འདུག་བཟོས་བྱས་ནས་ཡི་གེ་ནང་ལ་ཡིན་ན་ཞེད་སྣང་ཚ་བོ་བྲིས་ཡོད་རེད་ད་ཡིན་པ་ཡིན་ན་དེའི་ཡི་གེ་དེ་ཁོ་རང་ཚོ་གི་མཚན་རྟགས་བསྡུ་རུབ་ཀྱི་ལས་འགུལ་གྱི་ཕྱིར་འཇོལ

དབུས་གཙང་གི་མིང་ཐིག་མཁན་ཁ་ཤས་ཀྱིས་མཚན་རྟགས་འདི་རུ་ལས་འགུལ་ཅིག་སྤེལ་ཞིང་དེའི་ལས་འགུལ་དེ་རྫུན་མ་རྫུན་རྐྱང་རེད་ཅེས་རྩ་བའི་ལས་འགུལ་དེ་ཚོར་བྲལ་ཏེ་བརྟན་པོ་མེད་མདའ་གང་གིས་སུ་སུ་ཚོར་བཏང་གིན་ཡོད་ན་ཁོ་རང་ཚོ་ཉམས་ཞིབ་ཏུ་བྱེད་དོ་ཁོ་བོ་རོགས་སྤྱི་དང་སྤྱི་འཐུས་སྤེལ་ཡུལ་གྱི་ཐོབ་ཐང་དེ་ཡོག་མར་ལྟ་ཡིན་པ་ཡིན་ན་ཁོང་ཚོ་དེ་འདྲའི་ལས་འགུལ་ཅིག་སྤེལ་གསལ་བའི་རྗེས་ལ་ཁོང་ཚོའི་ལས་འགུལ་དེ་སུ་ཚར་འགྲོ་བའི་ཉམས་ཞིབ་བྱེད་དོ་ཁོ་བོ་རེད་དེ་འདྲ་ཡིན་དུས་ངས་ཞུ་ཡས་ལ་འོ་འདི་ལས་འགུལ་དེ་སྐྱག་རྫུན་སྐྱག་སྣང་རེད་ཤག་ཞུ་གི་གར་སེ་ན་དེ་ནང་ལ་མིང་ག་དྲིས་དྲིས་རེད་ཤག་མཚན་རྟགས་ག་དྲིས་དྲིས་རེད་ཤག་ཚ།

སྦོ་སི་ཀྲོན་གྱི་མེག་དྲོ་ནལ་པགས་ལ་ཉིན་གུང་ཕྱག་ཚོད་དང་པོའི་ཐོག་ལ་དྷ་རམ་ས་ལ་གྱི་ཁྲིམས་ཁང་ནང་ལ་ཡོད་པའི་ཁྲིམས་ཞིབ་པ་རྫུན་མ་གསུམ་འཕྲལ་དུ་དགོངས་པ་ཞུས་པའི་ཆེད་དུ་ལས་འགུལ་ཅིག་སྤེལ་གྱི་ཡོད་རེད་དེ་ལ་སྦོ་སི་ཀྲོན་ལ་བཞུགས་མཁན་གྱི་ཕི་རི་པིན་དར་ཁང་མང་མང་ཅིག་དང་གང་ལྟར་ཡང་ཀོ་རོ་ནཱ་གི་ས་གནས་ཀྱི་རྒྱལ་ཁབ་ཀྱི་ཁྲིམས་ཅིག་ཡོད་རེད་བ་རྒྱལ་ཁབ་ཀྱི་ཁྲིམས་ཡོད་རེད་མངའ་སྡེའི་ཁྲིམས་ཡོད་རེད་འདི་ནི་དེ་དང་མ་འགལ་བའི་ཐོག་ནས

དེ་འདྲའི་བྱེད་ཡུན་དེ་མི་གཅིག་གིས་མི་བཅུ་གིས་ཤེར་བྱེད་པ་ཡིན་ན་ག་ཚོད་ཆགས་འགྲོ་ཟེར་དེ་རྣམ་པ་ཚོ་སྲིད་དང་མི་རེ་རེ་ལ་ངོ་བསྟན་ན་མི་རེ་རེ་རྣམ་པ་ཚོ་མི་ལྔ་བརྒྱ་ལྔ་བརྒྱ་ཡ་མེད་ན་ཉིས་བརྒྱ་སུམ་བརྒྱ་དེ་འདྲ་དེ་ཡོད་རོགས་དེ་འདྲའི་ཡིན་དུས་དཔེ་མི་སྲིད་པའི་དེ་ཕོན་ཆེན་པོ་ཆགས་འགྲོ་གི་ཡོད་རེད་དེ་ལ་སྤྱི་ཚོགས་ཀྱི་དྲ་རྒྱ་ཟེར་ན་དེ་ལའོ་སྤྱི་ཚོགས་དྲ་རྒྱ་སྤྱི་ཚོགས་སྦྲེལ་མཐུད་ལེགས་ཐོག Connected སྤྱི་ཚོགས་དེ་འདི་གི་སྤྱི་ཚོགས་སྤྱི་ཚོགས་མཐུད་འགྲོ་དུས་མཐུད་འགྲོ་བ་ངའི་དེ་རིང་འདས་ཤེས་དུས་ངའི་དེ་ན་ལ་ཡོད་མི་ལྔ་སྟོང་ལྔ་སྟོང་ལ་བར་མཐུད་འགྲོ་གི་ཡོད་རེད་མི་ལྔ་སྟོང་དེ་འཛམ་བུ་གླིང་ལ་འཐོར་དེ་དུས།

སྤྱི་ཚོགས་དྲ་རྒྱ་ངོ་དེབ་ཀྱི་ཐོག་ནས་བོད་དོན་ལས་འགུལ་ཐོག་ལ་མཉམ་ཞུགས་བྱས་ཏེ་གལ་ཆེན་པོ་རེད་ཅེས་ངས་ཞུ་གི་ཡོད། དེ་དང་མཉམ་དུ་ལ་ད་ལྟའི་དུས་ཚོད་ང་རང་ཚོ་རང་བཙན་འཐབ་རྩོད་པ་བསྟན་འཛིན་བརྩོན་འགྲུས་ལགས་ཡིན་པ་ནས་ལས་འགུལ་སྤེལ་ནས་ཕེབས་འགྲོ་གི་ཡོད་དུས་ཁོ་རང་གི་ལས་འགུལ་འདི་ཡིན་པ་ནས་སྤྱི་ཚོགས་དྲ་རྒྱ་ལ་ཚང་མས་ཀྱིས་རྒྱབ་སྐྱོར་གནང་རོགས་གནང། དེ་དག་གནས་ཚུལ་གཅིག་འདི་ད་ངས་ཐེངས་གཅིག་ཞུས་པ་ན་ང་རང་ཚོ་དབུས་གཙང་དམ་པ་ཆོས་ཀྱི་ཆོས་སྡེ། ཡོད་ཚད་དང་པོ་ཆོས་ཀྱི་ཆོས་རྒྱལ་སྤྱི་འདུས་ལྷ་རྒྱལ་ལས་རྣམ་རྒྱལ་སྒྲོལ་དཀར་མཆོག་ལ་རྒྱབ་སྐྱོར་གྱི་ཆེད་དུ་ང་ཚོ་མཚན་རྟགས་འདི་རུ་ལེན་རྒྱུ་དེ་ཡིན་པ་ཡིན་ན་ཡང། ཨ་ནི་ང་རང་དབུས་གཙང་ཆགས་ཏེ་ངས་པཱ་ལགས་ཤི་ཁ་བརྩེ་བ་རེད་ཨ་ནི་དེ་ཚོ་མདོ་དབུས་ཁམས་གསུམ་ནང་ཚན་གྱི་ང་དབུས་གཙང་ཆགས་ཀྱི་ཡོད་ད་ཡིན་ན་ང་རྡ་རམ་ས་ལ་གི་དབུས་གཙང་ལ་ཡི་མིང་ཁྱི་དེ་ངས་ཤི་ད་དེའི་དབུས་གཙང་དེ་ང་མ་རེད་ང་སྡོད་པ་མེད་ཕ་ཡིན་ན་འཛུལ་སྡོད་ས་ཁེལ་མེད་ཁོང་ཚོའི་ང་འབྲེལ་བ་བྱེད་ཀྱི་མ་རེད་ལ། ང་ཡིན་ནས་ཕ་ཡིན་ན་འཛུལ་སྡོད་རྩ་བ་ཉིད་ནས་མེད་ཞུ་དགོས་སོང་ཙང།

ངའི་རྣམ་པ་ཚོ་ལ་འདི་འབུལ་རྒྱུ་ཞུ་གི་ཡོད་ཅེས། ཨོ་འདི་ཞུ་གི་ཡོད་ད་འདི་མ་གཏོགས་དེ་རིང་དེ་འདྲའི་འགྲོ་བཞིན་སོ་སོའང་ཏོག་དྲན་ལ་འདྲ་ཞོན་རྣམ་པ་ཚོ་དྲི་བ་གཅིག་གཉིས་ཞུས་ན་ཉེར་ལེན་རྒྱབ་ཆོག་དེ་ནས་ང་འདི་མཚམས་བཞག་གི་ཡིན། རྣམ་པ་ཚོ་དྲི་བ་རྐང་གཅིག་གཉིས་འདྲ་བོ་ཞུས་ན་ད་ལྟ་སོ་སོ་གི་མཆན་བྲིས་ས་དེ་ལ་གཏང་རོགས་བྱེད་དེ་ར་ནི་ཉེ་གི་འདི་འདི་ལེན་རྒྱབ་ཆོག་ཅེས་ཞུ་གི་ཡོད།

ང་ལ་ལས་རྒྱུ་འབྲས་མཁོ་བ་ཤོར་ལ་མཁན་དེས་ཁོ་རང་གི་ལས་རྒྱུ་འབྲས་ཐོག་ལ་ག་ཚོད་གོ་བ་ཡོད་དམ་མེད་ངས་ཤེས་ཀྱི་མེད་ལ་ལས་རྒྱུ་འབྲས་ལ་དེ་གོ་དང་པོ་ལས་ལ་དེ་ག་རེ་ལབ་ཀྱི་ཡོད་མེད་ང་ལ་ལབ་མཁན་མི་དེས་ཁོ་རང་གི་ལས་ག་རེ་ཡིན་མིན་ཧ་གོ་དགོས་མིན་ཞེས་དཔེ་ཆ་རྣམས་ལ་སེམས་ཆུང་སེམས་པ་ལས་ཀྱིས་ཟིན་གྱི་དེ་ལ་ཡང་ན་བསམ་པའི་ལས་དང་སེམས་པའི་ལས་གཉིས་ཟེར་རོ་ང་ལ་ལབ་མཁན་དེས་ག་ཚོད་ཧ་གོ་དགོས་མིན་ཤེས་ཀྱི་མེད་རོ་ད་ག་ན་བྱས་ལས་རྒྱུ་འབྲས་ལ་དང་རྒྱུ་དང་འབྲས་བུ་ཟེར་ཏེ་རྒྱུ་ལ་ན་དངོས་རྒྱུ་རྒྱུ་རྒྱུ་དང་འབྲས་བུ་ལ་དངོས་འབྲས་དངོས་འབྲས་དེ་མང་པོ་ཡོད་རེད་བ།

Tibetan ལེགས་བཤད་ས་བསྟན་འཛིན་ལུང་རྟོགས་ལ་སྐུ་ཁམས་བཟང་ལ་སོགས་སྐུ་ཁམས་བཟང་ངོ་ནས་སྐུ་ཁམས་བཟང་པོ་ཡིན་དང་སོ་སོ་གི་གཟུགས་པོ་ཡིན་འདི་བོད་ཁམས་ཡིན་ནས་ཁམས་ཡིན་ན་བཟང་ཐག་ཆོད་ཡོད། ཨོ། འདི་འདྲའི་ཅི་ཞུ་བའི་ཡ་ནི་བཟང་པོ་ནི་བཟང་པོ་རང་རེད་བ་བཟང་ཐག་ཆོད་ཡོད་ཞུ་ཡིན་སུ་གང་ལ་ཅིག་གནས་པའི་བསམ་པ་འདྲ་བོ་རྩ་བ་ཉིད་ནས་མེད་ཁ་ཞེ་གཉིས་མེད་ཐོག་ནས་ཞུ་དུས་ཡོད་འདུག་བཟང་པོ་རང་རེད་བ།

བཅའ་ཁྲིམས་དོན་ཚན་ཞེ་བཞི་ཞེ་བདུན་ནང་ལོགས་ལ་བར་བརྒལ་ཚོགས་གཙོ་བདུན་ནས་སྤྱི་འཐུས་རྙིང་ཤོས་དེ་ཡིས་སྤྱི་འཐུས་རྙིང་ཤོས་དེ་བར་བརྒལ་ཚོགས་གཙོ་ལ་བསྐོས་དེའི་རྩ་ནས་སྤྱི་འཐུས་ཚང་མ་གིས་བཅའ་ཁྲིམས་ཀྱི་ཚིག་རེ་ཇི་བཞིན་ག་ལེར་དམ་འབུལ་བྱེད་དགོས་ཟེར་ལས་ཚིག་ཅི་ཡོད་ད་ཡིན་ན་ད་ལྟའི་ཆར་བཅའ་ཁྲིམས་དོན་ཚན་ཞེ་བཞི་ཞེ་བདུན་བསྡད་ཡོད་མ་ག་ཟེར་ན། བཅའ་ཁྲིམས་དོན་ཚན་ཞེ་བཞི་ཞེ་བདུན་ལག་ལེན་བསྟར་བ་ལ་དང་པོ་གཉིས་ལ་བར་བརྒལ་ཚོགས་གཙོ་གིས་ཁྲིམས་ཞིབ་པའི་རྩ་ནས་དམ་བཅའ་ལེན་དགོས་སྐོར་ཁྲིམས་ཞིབ་པ་མེད་དུས་ག་ལ་བཅའ་ཁྲིམས་དོན་ཚན་ཞེ་བཞི་ཞེ་བདུན་སྐད་ཆ་བཤད་ས་སུ་གས་ལྷག་ཡོད་མ་རེད་ཅེས།

ང་རང་ཚོ་ཉི་མ་གཅིག་གི་གང་ལ་ཡ་ཇི་ཡོད་ར་ང་ཚོ་བསམ་རྒྱུ་ཉིན་མོ་ར་བྱེད་རྒྱུ་བྱེད་རྒྱུ་སྡིག་པ་དེ་འདྲ་མ་གཅིག་བྱེད་མི་འདོད་ཡ་ནི་ཨ་ནི་སྐུ་པར་དེ་ཚོ་བེད་སྤྱོད་བཏང་ན་ཡག་པོ་རྩ་བ་ཡིན་བསྡད་གི་མ་རེད་ཅེས་ཞུ་གི་ཡོད་ཨ་ནི་དེ་ནས་ག་ས་མི་གཅིག་འདུག་ཨ་བློ་བཟང་བྱམས་པ་རྣམ་རྒྱལ་འགྲོ་ཀ་མ་བོད་ཀྱི་ལོ་རྒྱུས་གཙོ་བོ་སྤེལ་མཁན་སུ་ཡིན་མི་ཤེས་སོང་ངམ་ས་དེ་ད་ཧ་གོ་གོ་བ་རེད་ཁྱེད་རང་ངའི་དགོངས་པ་ན་མཐོང་ཉུལ་ཁྱེད་རང་གི་དྲང་པོའི་བཀའ་མོལ་གནང་བ་མ་ཟད། རྒྱ་ཆེན་ངའི་ལྟ་བ་བཟང་པོ་དང་དུས་ནམ་ཡང་གུས་ཞབས་ཡོད་བསམ་གུས་ཟེར་ཐུབ་བསྟན་འཛིན་ཚེ་ལ་ཞིག་བཀའ་དྲིན་ཆེ་དང་ང་ཚོ་གོམ་པ་ན་མང་ཆེ་ཞིག་མཐོང་ཡོང་རོགས། ཉེ་ད་ལན་གོམ་པ་ན་ང་གདན་ས་ཆེན་པོ་སེ་ར་ཐེག་པ་ཆེན་པོའི་གླིང་ལ་སློབ་སྦྱོང་བྱེད་ཡིན་དུས་སེ་ར་ཐེག་པ་ཆེན་པོའི་གླིང་ཁོ་རང་ནང་ལ་མི་ལྔ་སྟོང་གི་དང་པོ་ང་མཐོང་ཡོད་དེའི་རྗེས་ལ་ང་ཚོ་བྱང་ཀོང་ཆོས་ལ་ཕག་ཚོ་དྲུག་གུ་ཡོད་རེད་ཟུང་ཆོས་ལ་དྲུག་གུ་ཡོད་རེད་ཁྱེད་རང་ཚོ་ང་མཐོང་ཡོད་ངས་ཁྱེད་རང་ཚོ་མཐོང་ཡོད་རེད་ད་ཡིན་ནའི་ཐང་མིང་ཧ་གོ་གོ་མ་རོགས་འོ་དེ་ནས་རེད་ཅེས་ཞུ་གི་ཡོད་ཨ་ནི་ད། རྒྱ་ཞེན་དེ་ཉེས་གལ་ཆེན་པོ་རེད་མཐོང་གི་ཡོད་རེད་བ་ཆོས་པ་གཅིག་གིས་ཆོས་པ་གཅིག་ཡིན་པ་ཡིན་ན་སོ་སོ་ཉམས་ལེན་བྱེད་པའི་སྐབས་སུ་དད་པ་དེ་དཔེ་མི་སྲིད་པ་གལ་ཆེན་པོ་རེད། ངས་ཆོས་བརྒྱུད་སྐད་ཆ་བཤད་ཀྱིན་མེད་དད་པ་ཚོ་དཔེ་གལ་ཆེན་པོ་རེད་ཡིན་ནའི་ད་ང་ཚོ་ཆབ་སྲིད་ཀྱི་ནང་ལོགས་ལ་རྒྱ་ཞེན་གྱི་ལྟ་བ་དེ་དཔེ་མི་སྲིད་པ་གལ་ཆེན་པོ་རེད། ཆབ་སྲིད་ཀྱི་ནང་ལོགས་ལ་རྒྱ་ཞེན་གྱི་ལྟ་བ་མེད་ན་རྒྱ་ཞེན་ཟེར་ན་མ་ཟད་ཞེན་པ་གལ་མ་རེད་སོ་སོ་རྒྱལ་ཁབ་ལ་ཞེན་གོ་ལ་གོ་རྒྱལ་ཁབ་དང་མི་རིགས་ལ་ཞེན་གོ་ལ་འདི།

ད་མི་གཅིག་ད་ལྟ་བཙན་བྱོལ་ནང་དཀའ་ངལ་དེ་བཀའ་ཁྲིའི་བཟོ་བ་ཟམ་གདོང་ལགས་འདུག་བསམ་གི་ཁྱོད་ལ་དགོངས་ཚུལ་ད་ང་དགོངས་ཚུལ་མི་སེར་ཁས་མེད་རེད་བ་ཟམ་གདོང་རིན་པོ་ཆེ་ད་ང་ནི་ཉི་མ་ནི་ཟམ་གདོང་རིན་པོ་ཆེ་དུས་ཚོད་ཅིག་ལ་སྔོན་ནས་སོམ་ཞུ་གྱི་ཡིད་ཆེས་བློ་བདེ་བྱེད་མཁན་མི་ཞིག་ཡིན་ད་ཡིན་ན་ད་ལྟའི་ཆ་ལ་འདིའི་ཡིད་ཆེས་བློ་བདེ་དེ་འགྱུར་བ་ཐེབས་སོང་ཞུ་གི་ཡོད་ཡིན་ན་སོ་སོ་ཟམ་གདོང་རིན་པོ་ཆེ་ཚང་ན་ཡང་དབང་དང་ཆོས་ཀྱི་འབྲེལ་བ་དེ་རྩ་བ་ཉིད་ནས་མེད་ཉི་མ་ནི་བཞག་མེད་ལ་ད་ལྟ་ཡང་བཞག་མེད་ཞུ་གི་ཡོད་ད་མ་འོངས་པ་ལ་ཡོང་གི་མ་རེད་བ།

འོ་དེ་འདྲའི་ན་ཟུག་དེ་ནི་ང་ལ་ག་ཚོད་བཤད་ན་མ་བཤད་ཅི་གང་ནས་ཕན་གྱི་མ་རེད་ཞུ་ཡས་ཡོད་ལ་ཕོ་ཁྱོ་ག་ཡིན་ན་ང་ཚོ་མདུན་ནས་ཐུག་ནས་སྐད་ཆ་བཤད་དགོས་ག་འཛམ་བུ་གླིང་བོད་པའི་སྤྱི་ཚོགས་ནང་ཡང་དངོས་གནས་དྲང་བདེན་གྱི་གསར་འགོད་པ་ཞིག་ཐོན་ཆེད་འདིའི་སྐད་བཏང་རྗེས་ང་ཚོ་བཅའ་ཁྲིམས་གཞིར་བཟུང་བྱེད་ཅིང་བགྲོ་གླེང་བྱེད་མཁན་ཡོད་ན་དངོས་གནས་དགའ་ཞིང་སྤྲོ་ཞིང་ང་ནི་མཉམ་ཞུགས་བྱེད་གོ་སྐབས་མཉམ་ཞུགས་བྱེད་གྲ་སྒྲིག་ཆ་ཚང་ཡོད་ཞུ་ཡས་དེ་མིན་པས་ནི་ཅེས་བགྱིས། ད་ལྟ་ནོར་ཝེ་དང་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ཝཱི་སམ་མེད་དེ་འདྲའི་སྒྲོ་བ་གཅིག་གིས་གོ་སྒྲིག་བྱས་ན་དུས་ནམ་ཡང་དེ་འཛིན་ལུགས་འདི་ཡོང་གི་མ་རེད་ཞུ་ཡས་ཡོད་ལ། ཨཱ། བྱ་རིན་རིན་པོ་ཆེ་མདུན་ལ་བཞག་ནས་ང་ཚོ་བགྲོ་གླེང་བྱེད་མཁན་ཆེན་པོ་ཡིན་ན་སུ་ཡིན་ནས་བགྲོ་གླེང་བྱེད་བྱ་བཞིན་ཡོད་དེ་མིན་གྱི་རྒྱབ་ལོག་པགས་པགས་པགས་པགས་བཤད། ཟམ་གདོང་རིན་པོ་ཆེའི་ལུང་འགྲོ་བའི་གྲངས་དེ་ནི་དེ་ངོ་ལེན་རྩ་བ་ཉིད་ནས་མེད་ཞུ་ཡིན་སངས་རྒྱས་བཅོམ་ལྡན་འདས་ཡིན་པ་ཡིན་ནས་གང་ཟག་ལ་མ་འདོད་ཆོས་ལ་སྟོན་གསུངས་དང་མ་འདོད་ཆོས་ལ་མ་འདོད་གང་ཟག་ལ་སྟོན་རྩ་བ་ཉིད་ནས་གསུངས་མི་འདུག།